གྲོས་ཚོགས་འཚོགས་མ་ཐུབ་པ་དང། བཀའ་བློན་མེད་པའི་ཀྱི་རྒྱུ་མཚན་གྱི་སྟེང་ནས། ད་འཛིན་སྐྱོང་གི་ལས་དོན་ལ་འཐུས་ཤོར་འགྲོ་ཡ་གལ་ཡོད་མ་རེད་དེ་ཡིན་ནས་མྱུར་ཚད་ལ་ཏན་ཏན་ཁྱད་པར་ཆེ་ཡོད་རེད་གལ་སྲིད་ན་མི་གཅིག་གིས་མི་བརྒྱད་ཀྱི་ལས་ཀ་བྱེད་དགོས་ཀྱི་ཡོད་དུས་བསམ་པ་དུས་ཚོད་དང་མ་འདང་གི་དཀའ་ངལ་ཅིག་ཕྲན་བུ་ལྡན་ཅིག་ཡོང་གི་རེད་མ་གཏོགས་གཅིག་གི་ལས་དོན་གྱི་ཐོག་ལ་ཡ་དཀའ་ངལ་གང་ཡང་འཕྲད་མ་སོང། ད་ད་ད་སྤུན་ཟླ་ལགས་ཀྱི་ད་ད་བརྙན་ཐུང་རེ་ཕུལ་གནང་ད། གལ་ཏེ་དེ་རིང་གི་ཡིན་ས་ར་དུས་དུས་ཚོད་དེ་དེ་གར་བྱེད་པ་ད་ག་ལ་རེད་ཨ་གྲོས་ཚོགས་ཚང་མ་སྒོ་རྒྱ་བྱས་རེད་བཀའ་ལན་ཡོད་མ་རེད་འཐུས་ཤོར་ནི་བཏང་མེད་ཨ་ཚང་མ་སྒོ་རྒྱ་བྱས་ཏེ་འཐུས་ཤོར་བཏང་ས་ཞིག་ག་བ་ཡོད་རེད་དེ་འཐུས་ཤོར་ར་ཚང་མ་ཚང་མ་འཐུས་ཤོར་ཆགས་ས་རེད་ད། ད་ལྟ་བར་དུ། འོས་འདེམས་བྱས་ཚར་ནས་ཟླ་བ་ག་ཚོད་ཕྱིན་སོང། ད་ལོ་གཟིམ་འགྲུག་གི་དང་དེ་ཚང་མ་འཐུས་ཤོར། ད་ལྟ་དེ། ཡུ་རོབ་མཉམ་འབྲེལ་རྒྱལ་ཚོགས་དེ་ཚོ་ཚོགས་དུས་ཚོགས་དུས་ག་ཚོད་དེ་ལ་ཞུས། ཞུས་དུས་གཅིག་ཕུལ་ཐུབ་མ་ས་དེ་ཚང་མ་འཐུས་ཤོར། འཐུས་ཤོར་འཐུས་ཤོར་འཐུས་ཤོར་ཅན་ཅན་བཏང་ད་དུང་འཐུས་ཤོར་བཏང་མེད་ས་ག་རེ་རག་ཡོད་རེད། ད་དེ་ལ་ལྷག་འཐུས་ཤོར་ཅིག་ག་ཡོད་རེད། ཨ་ནེ་ད་ལྟ་སྤྱི་འཐུས་དེ་ཚོ་གཅིག་གི་ཚང་མ་ཡ་འདེམས་ཐོན་བྱེད་ཚར་བ་དེ་ཡ་དམ་པོ་ཅིག་ཕུལ་ཐུབ་མ་ཟ་དེ་ཚང་མ་འཐུས་ཤོར་ར་ཁོ་རང་གི་འཐུས་ཤོར་ར་དེ། མི་ལ་སྐྱག་རྫིན་ཅན་ཅིག་བཤད་དེ་ནི་ངོ་གནས་སོང་ཡིན་མ་རབ་ཨེ་རེད་ཤ་མ་རབ།